གཙང་བཀྲ་ཤིས་ལྷུན་པོ་དགོན་གྱི་མཉམ་དུ་གཙོ་འགན་འཁུར་བའི། རྒྱལ་ཁབ་ཀྱི་ལས་ཞུགས་གནས་ཆེན་དེ། ཀྲུང་ཧྭའི་རིག་མཛོད་ཆེན་མོ་ལས་བོད་ཡིག་གི་བསྟུན་པའི་ལས་གཞི་དེ། ཀན་ཆིན་སྐུ་འཕྲང་རིམ་བྱོན་གྱི་གསུང་འབུམ་པོད་ལྔ་བཅུ་ལྔ་གཅིག་ཅན་གྱི་བདག་ཉིད་ཅན་དེ་ད་ལྟ་དངོས་སུ་དཔར་སྐྲུན་འགྲེམས་སྤེལ་ལས་ཐོག་གི་རེད་དེ་ནི་དེ་རིང་གི་ལས་འཚན་ལྔ་དཔེ་ཚོགས་འདིའི་གཙོ་སྒྲིག་པ་རྒན་རྒྱ་ཡིས་དྲ་པོ་ལགས་གདན་འདྲེན་བྱས་ཏེ་དཔེ་ཚོགས་འདིའི་གཙོ་འགྲིག་གི་གོ་རིམ་ལ་ནང་དོན་ཡང་ན་དཔེ་ཚོགས་འདིའི་རྩོམ་སྒྲིག་གི་ལས་རིགས་ཀྱི་གོ་རིམ་ཁྲོད་འཕྲད་པའི་དཀའ་ཁག་སོགས་ཀྱི་སྐོར་ནས་རྒྱུས་ལོན་འགའ་ཡིག་མཚམས་སུ་བཅུག་ལ། ཡ་དགེ་རྒན་ཁྱོད་བདེ་མོ། ང་བདེ་མོ་ཁྱོད་བདེ་མོ། ཐ་ན་ད་དགེ་རྒན་ཟླ་འདིའི་ན་ནིང་མི་ཆོས་ཀ་ལྷོ་རྒྱང་བསྒྲགས་བརྙན་འཕྲིན་ཁང་གི་འདི་འི་གཏམ་གྱི་འགྲམ་པ་དེ་ནས་ལེ་ཚན་འདི་མང་ཙམ་ལས་ནར་མོ། སྐབས་འདི་དེ་ཡང་ཁྱོད་འདིའི་མི་ཆོས་ལེ་ཚན་ནང་ཧེ་བའི་མི་ཆོས་རོགས་ལས་མི་ཆོས་བཅར་འདྲི་དང་ལེན་ལས་སྐབས་འདི་དེ་གཉིས་ཀ་ཡིན་ན་ད་འདིའི་འོག་གི་སློབ་གསོ་གི་སྐོར་གྱི་ཁ་བརྡ་ཟིག་ནར་མོ། ཨ་རེ། ཐ་ན་ད་ཚང་ཡང་ང་ཆེ་འདིའི་ནང་ལོག་གཏམ་གྱི་འདྲི་འབག་གི་ནི་ཡང་དུ་མོ་བཅའ་འདྲི་གི་བྱང་གི་གཟིགས་པའི་ཁུ་ནང་དེའི་ཁྲོད་ཀྱི་ཡང་ཁྱོད་རང་ཉིད་ཡང་ངུ་ཆུ་ལན་ཚིམ་དེའི་ནང་ཧེ་བི་ངུ་ཆུ་ཞིག་རེད་བཅའ་འདྲི་བཏང་ནས་དེ་ནང་ངུ་མ་བ་དྲིན་ཆེ་ཞུ། ཡ་ཡ།
འོ་ན་ད་དགེ་རྒན་ད་འདི་ད་ངས་ངྷི་ཚོ་གི་འདི་དཔེ་ཚོ་འདི་ཡིན་ན་ད་འདི་པཎ་ཆེན་སྐུ་འཕྲང་རིམ་བྱོན་གི་གསུང་རྩོམ་ཞོག་འགྲིག་རི་མོ་མེད་ན་ད་ཁྱོད་རང་ཉིད་ན་ད་དཔེ་ཚོ་འདི་ལས་དཀའ་གི་མགོ་འཇིག་བར་གསུམ་གི་ན་ད་ཕྱི་གི་དཀའ་ལས་རྒྱག་མཁན་ཧུར་བརྩོན་ཡས་མཁན་དེ་གི་ལས་ད་གཙོ་སྒྲིག་གི་འགན་འཁུར་མཁན་རི་མོ། བདག་གིས་ཁྱོད་རང་ཉིད་ད་འདིའི་གཙོ་སྒྲིག་གི་འགན་འཁུར་མཁན་ཡིན་པའི་ཆ་ནས་ཁྱོད་རང་ཉིད་ལ་ད་ལོའི་ད་འདིའི་དཔེ་ཚོགས་འདིའི་ལས་ཀ་གི་མགོ་མཇུག་བར་གསུམ་གྱི་ནང་ཧ་ཅང་གི་གསལ་ཆ་གྱུར་འདུག་ན་ཐོག་མར་ད་ཁྱོད་རང་ཉིད་ཀྱི་འདིའི་དཔེ་ཚོགས་འདིའི་ད་འདིའི་རྩོམ་སྒྲིག་དཔར་སྐྲུན་གྱི་བརྒྱུད་རིམ་གྱི་དབྱེ་མཚམས་འཛུགས་ནས་ཆོག་མཚམས་སྦྱོར་གྱི་ནང།
ཡང་དེ་ཚོགས་ཀྱི་ད་དུང་མོ་མོ་ཁྱེད་ད་བཤད་དགོས་ན་ད་ར། འདི་སྔོན་ན་ཡང་ཁྱེད་ཚོའི་བཀའ་སློབ་བརྙན་འཕྲིན་ཁང་གི་དམར་སྣ་རི་ཀ་འདེད་ཡོང་ད་ལས་ཀྱི་སློབ་གསོའི་སྐོར་དུ་མོ་གཟིགས་ང་ཁ་བརྡ་གཟིགས་ཤེས་ཚེ་ཡང་ངས་ཁ་བརྡ་ཡིན་ནི་རེད། རེད་དེ་འདང་ན་དེ་རང་ཡིན་ན་ཡང་ཁྱེད་ཚོའི་ཐང་ཉེ་བ་ཡོང་ད་ལས་ད་འདི་བན་ཆེན་སྐུ་ཕྲེང་རིམ་བྱོན་གྱི་གསུང་འབུམ་གྱི་སྐོར་ནས་ཁ་བརྡ་གཟིགས་ཤེས།

འདྲ་དོ་དམ་བྱེད་མཁན་གྱི་སློབ་གསོ་ཐིང་གྲགས་ལ་སོགས་པ་གི་རིམ་པ་བཞིན་དུ་དབྱེ་མཐུད་གྲ་ཆུང་ཆེན་མཐོ་བའི་བརྡ་དང། ད། མཚོ་སྔོན་གྱི་མཚོ་ལུགས་ས་ཁུལ་གྱི་ཆབ་ཆ་གྲོང་རྡལ་དུ་ནི། མཚོ་སྔོན་མི་རིགས་དགེ་འོས་མཐོ་རིམ་ཆེད་སྦྱོང་སློབ་གྲྭ་ཟེར་གོ་ནོར་དུ་ཚུད་ཟིན། དུ་བཙུགས་གཞིས་ཚགས་གཙོ་བོ་དང་སློབ་གྲྭ་སྐབས་དེ་བྱུང་རྒྱལ་ཁབ་ཡིན་གྱི་ན་ར་དཔལ་འབྱོར་གྱི་དོ་ཁུར་ལ་སོགས་པ་གྱི་གཏོང་བ་ཆེ་པོ་ཡོད་ན་མ་རེད། མཚོ་སྔོན་ཞིང་ཆེན་སོགས་མཚོ་འགྱུར་ན་ལྷག་པར་དུ་དཔལ་འབྱོར་བཀྲ་ནོར་སྲིད་ཀྱི་ཆ་ནས་ད་དཀའ་ངལ་འོག་ནས་རེད། སློབ་གྲྭ་བཙུགས་སྟངས་ནི་རེ་བྲལ་རེད་འོན་ཀྱང་སློབ་གྲྭ་དེ་རེ་མ་ཐིག་ཡིན་མཐོང་མཐོང་ཟིག་གི་ནང་འཕེལ་རྒྱས་ཀྱི་མགྱོགས་མགྱོགས་ཀྱིས་གཟིགས་ན། ནོར་སྲིད་ཀྱི་ཆ་ནས་སྟོབས་ཤུགས་དཀའ་ངལ་ཅན་ཟིག་མེད་ན་ད་ལྟ་ཅིག་དཀའ་མོ་ཟིག་ཡིན་ནི་ཞིག། དེ་ནོ་ད་ཀུ་ད་སྐབས་དག་གི་དང་འབྲེལ་ཡོད་ཀྱི་རིམ་པ་གོང་མའི་གང་གི་མགོ་ཁྲིད་ལས་ཁུངས་ལ་སོགས་པ་གི་བློ་གྲོས་རྒྱ་བསྐྱེད་སྐབས་འདི་རིགས་ད་ལས་འོ་ད་བན་ཆེན་རིན་པོ་ཆེ་ཀི་ཁྲང་བྱི་བ་མོ་བྱི་བ་སང་འདི་སློབ་གྲྭ་གི་ཅིག་མཚན་འཛིན་སློབ་གཙོ་ཟུར་དུ་མོ་ཟིག་ལ་གདན་འདྲེན་བྱེད་ཐུབ་བས་མཚན་འཛིན་སློབ་གཙོ་ཁུར་འཇོག་གྱིས་ན།

ཨ་ཏི་མོ་དམར་ནག་ལྔ་གི་དར་སྤེལ་བྱས་ན་རིན་པོ་ཆེའི་དོན་རྟག་ཏུ་བྱེད་དགོས་སོང་ཟེར། བྱེད་དགོས་སོང་ཟེར་ས་སོགས་རིན་པོ་ཆེ་གི་ཉི་མ་དེ་ད་འདི་ནས་མ་རེད། གསུང་ནུ་གི་ཉི་སྣ་ཐམས་ཅད་ལ་ཁིར་ཟིང་གི་འཇའ་ཁ་གནང་ནས། དེ་ནས་ཉི་ཐམས་ཅད་སྤུ་གི་ཡར་རེ་བ་དུ་ཤི། དེ་གའི་ཁིར་ཟིང་གི་ད་འདི་ནས་མ་རེད་མགྱོགས་ནུ་གི་ཉི་ཐམས་ཅད་སྤུ་གི། ཁྱེད་རིགས་སོང་ནུབ་གདན་ཞུས་ཀྱི་ཡི་གེ་གི་ཐོག་ཉི་མ་དེ་ཁུ་སིམ་གི་ཕྱག་བྲིས་གནང་ངེས། ད་འདི་ག་མི་རིགས་འདིའི་མཐོ་རིམ་ཆོས་སྐྱོང་སློབ་གྲྭའི་ང་མཚན་འཛིན་སློབ་གཙོར་གདན་འདྲེན་ཞུས་པ་ནི་ཁྱེད་ཚོས་ང་ལ་ཡིད་ཆེས་དང་རེ་བ་བྱེད་ཀྱི་ཡོད་པའི་རྟགས་མཚན་ཡིན་པས་ངས་དགའ་སྤྲོའི་སྒོ་ནས་དང་ལེན་ཞུས་པ་ཡིན། དེ་ནས་རྫ་དྷ་ར་ཁུ་སིམ་གྱི་ཚན་དྲ་ཟླ་ཚེས་སྐོར་ལས།

དེང་དང་ན་ད་ཕྱོགས་གང་ཐུབ་ནས་དཀའ་ངལ་ཆེ་ནི་རེད་ད་སློབ་གྲྭ་གི་འགོ་ཁྲི་ཚོ་གི་ད་ཁིར་ཚང་སློབ་གྲྭ་གི་གནས་ཚུལ་ཡར་ར་ཡར་ཞེ་དེ་གིར་ཚ་ཚོ་ཁིར་ཚང་གི་ཕྱི་སོང་ནི་རེད་དུ་ཟིན་ན་ད་སློབ་གྲྭ་ད་ལ་ལོ་ངོ་གཅིག་གཉིས་ཟིག་མི་ནི་མ་འགོར་ཟིག་ར་འོན་ཀྱང་ཕྱིར་ན་ནི་འཕེལ་རྒྱས་ཀི་གནས་ཚུལ་འདྲ་འདྲུག་ཧྲ་གི་ཚེ་འཕེལ་རྒྱས་ཧྲ་གི་དེ་ན་རྗེས་མ་ཡིན་ན་ཁིར་ཚང་གི་ར་ཞིག་གི་ཚོར་སྔོན་ས་ཆ་ནི་ད་ཁྱེད་ཚོ་སློབ་གྲྭ་འདི་ད་གི་རྒྱབ་སྐྱོར་ཡི་ས་གཙོ་བོ་ཟིག་ར་འཇོག་ག་ཚེ།

མར་ལྡིང་ནི་རེད། དེ་ནི་བློས་བཟུང་སྟེ་མར་ལྡིང་ནི་རེད། ཨོ། དེ་ནི་ད་སློབ་གྲྭ་དུ་ཕེབས་རྒྱུའི་གི་ཡིས་ད་ལོའི་དུ་མ་ཟིག་ཆབ་ཆ་ནས་སློབ་གྲྭ་དུ་འགྲུལ་བའི་དལ་ནི་རེད། མགོ་ཁྲིད་གཙོ་བོའི་ན་འདྲ་གི་དགེ་སློབ་ཐམས་ཅད་པུ་རིན་པོ་ཆེ་གིས་བཤད་སོང་ཟེར་མ་ཟིག་ལོང་ངས་སློབ་གྲྭ་ཧྲ་ལ་ཡི་འགྲུལ་བའི་དུ་གི་དལ་སྟངས་ཅིག་དགེ་རྒན་འདྲ་དུ་མ་ང་ཟིག་སྐྱེལ་སོང་ཡི་དང་ནི་རེད། སློབ་གྲྭ་དེའི་ནང་ནས་ད་སྔ་གཞུག་ཡིན་ན་ད། ཉི་ད་ད་ལྟའི་བར་དུ་བཤད་ན་ད་ཉི་ཁྲི་ཟིག་རེ་ཅིག་སྐྱེ་སོང་ཡོད་དང་མ་རེད། དེ་ཡིན་དང་ན་ད་གང་ལྟར་ཀྱང་ཆ་བྱས་ན་ཡོད་ཐོག་དེ་ར་ད་ཉི་མང་སྐྱེ་སོང་ཡོད་དང་མ་རེད་དེ་གིས་ཉི་ད་ཐམས་ཅད་པོ་ར་ད་མ་ར་བཞི་རེ་མ་སོང་ངས་མཚོ་སྔོན་ཞིང་ཆེན་གྱི་ས་ཆ་ཡིན་ན་འདྲ་གི་དེ་ནས་མཚོ་སྔོན་ཞིང་ཆེན་གྱི་ཧན་ཆིག་གི་འོག་ཁུག་གི་ས་ཆ་གཞན་པ་དག་ཡིན་ན་འདྲ་གི་དེ་རིགས་དེ་སོང་དེ་དང་ད་གཞི་རིམ་སློབ་གསོ་འདི་གི་ཁྲོད་ནས་ད་རྐང་འཛིན་པ་ཉན་ནས་མི་རིགས་སློབ་གསོ་གི་འཕེལ་རྒྱས་འདི་ཞིག་ནུས་བ་ཆེན་པོའི་ཐོག་ནས་བྱས་རྗེས་ཆེན་པོ་བཞག་པ་ནི་གནས་ཚུལ་དུ་མ་ཡིན་ནི་རེད། འོ་དེ་གའི་ད་ལྟ་གི་སློབ་གྲྭ་དུ་གྱ་ལྔ་ལོ་བཙུགས། གྱ་དྲུག་ལོ་ཁེར་བཟང་གི་ཚན་རྩལ་སློབ་གཙོ་བཞེས། དེ་ནས་གྱ་བདུན་གྱི་ལོ་ཁེར་བཟང་ཧེབ། དེ་ནས་ལས་ར་ད་རུང་ཡེར་ཀི་ཡེར་ར་ད་ཉིས་སྟོང་ཐམ་པར་ཀོ་ཆབ་ཆ་ནས་སློབ་གྲྭ་དུ་བསྒྲུགས་ཡོད་ད་ནི་རེད། ཉིས་སྟོང་ཐམ་པ་ཐོག་ནས་སློབ་གྲྭ་ད་བཟོ་གི་སྐབས་དེ་གི་རྒྱལ་ཁབ་གི་ད་སློབ་གསོ་གི

རིན་པོ་ཆེ་ཚང་ཤེས་རབ་ཧེབ་ནུ་གུ་འཕྲོ་ནི་སྐབས་དེ་གི་སློབ་གྲྭ་གི་འགོ་ཁྲིད་པ་དང་ཨོ་ད་རིན་པོ་ཆེ་ཚང་མཚན་འཛིན་སློབ་གཙོ་རེད་ད་འདི་གི་ཧེ་བའི་དོན་དང་ན། ཀིར་ཚང་གཞུང་ལས་ཁང་ཟིག་ར་མེད་ཀི་ཀིར་ཚང་གཟིམ་ཁང་ཟིག་ར་མེད་ཀི་ད་ཀིར་ཚང་གཞུང་ལས་ཁང་ཟིག་བཞེངས་དགོས་ཀྱི་རེད་ཟིག་ཆབ་ཆ་ནི། ད་མཚན་འཛིན་སློབ་གཙོས་གཞུང་ལས་ཁང་ཟིག་དུ་མ་ཟིག་བཞེངས་ནི་རེད། ད་སྐབས་དེ་འགྱོ་སོང་དང་ནི་འདི་དང་ནི་ད་ཅིག།

ཨ་ད་སློབ་གྲྭ། གང་གི། གི་སློབ་གྲྭ་ཆེན་མོ་སང་ཡིན་ན་འདྲ་གི། དེའི་ནང་ནས་འདིའི་ནང་གི་ད། མི་རིགས་སློབ་གསོའི་སྐོར་ཟེར་ན་ཆོག་གི་དེའི་ནང་གི་མི་རིགས་ཀྱི་སློབ་གླིང་ན་ཆོག་གི། འདི་གི་འཕེལ་རྒྱས་རེ་འདས། གི་གོང་མ་བཞིན་དུ། ཐུགས་ཁུར་གྱི་གནང་དགོས་གི་ཟེར་མོད། དེ་ཡར་བཤད་ཡིན། དེ་ཡན་གྱི་གི་ད་བན་ཆེན་ཞིབ་འཇུག་གླིང་འདི་བཙུགས་སྟངས་ནི་སྟབས་གི། འདི་ད། ཁྱེད་གི་རྒྱ་ཡིག་འོ་ཡིག་རྒྱ་ཡིག་གཉིས་གི་ལམ་ནས། འདི། ད་འདི་མཚན་ཤང་ཟིག་ལྷ་ཤང་ཞག་ཁྲི་ནང་གུག་དུག་རྫི་ཡ་ར་དུ་ཤི། དུ་ཤི་ར་ད་ཁི་ཟིང་གི་ད་གནས་ཚུལ་ཚང་མ་གསལ་ནུག་འཕྲོ་ནས་ད་ཡང་གི་གནས་ཚུལ་རྒྱུས་ལུང་གི་ཞབས་ད་ང་དུ་མོ་གནང། དེ་འཕྲོ་ནས་ད་ད་གི་ཡར་ཤི་ནུག་གི་ཨོན་ཆེན་སུན་ཇུ་ལང་གི་མཚན་ཤང་དབུས་རྒྱ་ཡིག་གཉིས་གི་དགུ་ནས་འབྲི་རྒྱུག་དུ་དེ་མ་ཐག་ཁི་ཟིང་གི་ཤི་སྐྱིད་བཞི་ང་དུ་གི་དང་ད། ཨོ་དེའི་གཞིག་ནས་ད།

རེ་གིར་གིན་ཛའི་ན་ཏབ་ཤི་གི་ལེར་ཁ་གི་ཏྲ་སིང་བར་གི་ཏང་གི་ཆུ་ཅང་འདི་ཏང་ལེ་ཡིན་ནོ་ངོ་མ་བཀའ་དྲིན་ཆེ། ཡ་ཡ། ཛའི་ཤང་ཚིག་བའི་ཏིང་གི་ཏམ་པ་དེ་ན་དེ་རང་གི་འགྲོ་ལང་ལེ་མཚིན་ཚམ་ཏང་ཅོག་པ་ཐང་ངམ་ཅི་མི་ལེ་མཚིན་ནང་ཡང་ཅིག་ཅིག་ད་དེ་མོ་བྱེད། པེ་ཅིང་གི་ཀྲུང་གོའི་བོད་རིག་པའི་ཞིབ་འཇུག་ལྟེ་གནས་ཚང་གི་ད་ཀྲུང་ཧྭའི་བོད་ཀྱི་རིག་མཛོད། ཟེར་ནས་གཏི་མུག་བ་གི་ལས་གཞི་རྒྱ་ཆེ་པོ་བཟུང་གཏི་མུག་གཟུགས་མགོ་རྩོམ་གྱི་ཡིན་ཟེར་གཏི་མུག་གི་སྐད་ཆ་གོ་ཡི་དོན་དང་བོད་རིག་པའི་དཔེ་སྐྲུན་བོད་རིག་པའི་ཞིབ་འཇུག་ལྟེ་གནས་ཚང་ད་སྒོར་མོ་ད་ཡོད་ཀྱི་རེད། རེད། དེ་མདོར་ན་ད་ངའི་སེམས་མ་དྲན་གོ་ནོར་འདུག་འདི་བ་གསུམ་གྱི་ལས་གཞི་གི་སྐྱ་བ་འཇོག་ཐུབ་འཇོག་རྒྱུ་ན་ད་གནད་དོན་ཐམས་ཅད།